ད་ངས་ཨིན་ཇི་སྐད་ན་ད་ངས་ཧིན་དི་སྐད་ཅེས་ན་ཚང་མ་འདང་གི་མི་འདུག་ཧིན་དི་འདང་བ་ཡིན་ན་ད་ངས་ཧིན་དི་ནང་ཆུ་འདོད་རྒྱུར་བཤད་འོག་བཟང་པོ་དེ་དེ་ཨན་དེ་ཚོ་ང་ཚོའི་སྐད་ཆ་བཤད་ཡག་དུས་ཡང་ཆབ་སྲིད་དང་བྱུང་རབས་དང་དེ་ལོ་འབྲེལ་བ་མང་པོ་ཡོད་དུས་ཚང་མ་ཨན་ཐ་སྙད་ག་ཤེད་ག་ཤེད་ནོར་བ་ཡིན་ན་ཡང་སྐྱོན་བརྗོད་ཆེན་པོ་བྱ་ཡང་ཉན་ག་ཡག་རེད་པ་དེ་ལས་ཨ་བོད་སྐད་དེ་ང་ནོར་ཡག་ཏོ་སུ་ཉུང་བ་ཡོད་རེད་ཨན་ད་ཨ་ན་ཤེས་ཨིན་ཇི་ནང་བལྟས་ཅིག་ཁ་གསལ་ཡང་བཤད་ཐུབ་ཡག་གི་དེ་བྱས་བྱས་དེ་འདྲས་རེད་བྱས་འོག་མའི་འགྲོ་བ་བསམ་ཡང་ཁ་ཚང།

The one thousand it was not a stand alone bill it was part of དོན་དག་གཙོ་བོ་དེ་འདྲ་འདྲ་བོ་ཅིག་རེད་གང་ལྟར། རྒྱ་ནག་གི་སྲིད་འཛིན་ཟུར་པ Trump གི་སྐབས་ལ་མཉམ་འབྲེལ་རྒྱལ་ཚོགས་ནས་མ་འཐེན་པ་རེད། ད་ངས་ཨིན་ཇི་སྐད་ན་ད་ངས་ཧིན་དི་སྐད་དེ་ནི་ཚང་མ་སྡང་གི་མི་འདུག་ཧིན་དི་སྡང་བ་ཡིན་ན་ད་ངས་ཧིན་དི་ནང་ཆུ་འདྲ་རྒྱུག་བཤད་གོ་བསམ་གོ་དེ་ལྟས་ཨ་དེ་ཚོ་ང་ཚོའི་སྐད་བཤད་པ་དེ་ཡང་ཆབ་སྲིད་དང་བྱུང་རབས་དང་དེ་ལོ་འབྲེལ་བ་མང་པོ་ཡོད་དུས་ཚང་མ་ཨ་ཐ་སྙད་ག་ཤེད་ག་ཤེད་ནོར་བ་ཡིན་ན་ཡང་སྐྱོན་བརྗོད་ཆེན་པོ་བྱ་ཡང་ཉན་ག་ཡོད་རེད་པ་དེ་ལས་ལ་བོད་སྐད་དེ་སྔར་བས་ནོར་ཡ་ཏོག་སུ་ཉུང་བ་ཡོད་རེད། མིའི་གི་སྐད་དང་བོད་གི་སྐད་གཉིས་བེད་ཁ་ཁ་རེད་ཐ་དད་རེད། བོད་གི་སྐད་འདི་བོད་གི་སྐད་དང་ཡི་གེ་འདི་རྒྱ་གར་ནས་ཡོང་བྱ་རྒྱོ་རེད་རེད་བ། རྒྱ་གར་གི Brahmi དང Gupta Script ཞེས་ད་དུས་རབས་བདུན་པའི་ཀྱི་སྔན་གྱི

ད་ཡིག་ཆ་དེ་འདྲ་ད་མཐོང་མ་སོང་དེ་ཡིན་ནའི་གོ་ཡལ་བྱེད་པ་ཡིན་ན་རྒྱ་ནག་ཁོ་རང་ཚོའི་ནང་ཁུལ་ལ་སྐད་ཆ་བཤད་དེ་རྒྱ་བལ་གུང་ཁྲན་བཅུ་བཞི་པ་དགུང་ལོ་དགུ་བཅུ་གོ་ལྔ་བར་དུ་བཞུགས་སྲིད་པ་རེད། ཨན་དེའི་རྗེས་ལ་ཡང་ཨ་ནི་གནས་སྟངས་འགྱུར་བ་འགྲོ་གི་རེད་ཞེས་ཁོ་ཚོའི་ཚོད་དཔག་འདྲ་བ་ཅིག་དེ་འདྲ་བྱེད་བསྡད་ཀྱི་ཡོད་པ་དང་ཨ་ནི་ནས་ཆུ་སེར་ཀི་ལོ་བརྒྱ་དང་བརྒྱད་ད་ལྟ་བར་དུ Border Police གིས་གཟིམ་ཁོ་རང་མྱོང་མྱོང་མི་འདུག་བ་དེ་འདྲ་ཅིག་ཕོན་ཆུང་པོ་དེ་འདྲ་ཅིག་ཨན་དེ། ནག་ཚོང་རྒྱ་ངན་དེ་གའི་ཚང་མ་ལོ་བོད་པ་ཆགས་ཏེ་གི་དོ་ཧ་ནེ་དེ་བ་ནས་གཉིས་སི་དང་དེ་བ་ལ་ཡ་གཅིག་བྱས་ཁ་ཚིན་ཕ་དར་རམ་ས་ལ་བྲོས་ཕྱིན་ཇི་ཡུལ་དུ་བ་ད་མ་འཇུག་དེ་ལ་ལས་འབྲེལ་བ་རྟགས་ཡིན་གོ་དོ་ཧ་བསམ་ཡས་ལིང་ལ། ད་ངས་ངས་ཞུ་བས་ད་ངས་སྐད་ཆ་ཡར་མ་བལྟས་ཐོག་འགྲོ་གི་འདུག་ཁ་སང་ཉིན་གུང་རྒྱབ་སྟེ་ང་སླེབས་པ་སིར་བུ་ཞིག་རང་ཡོང་མ་རེད་ཨན་ད་མགོ་ཚན་ཆུ་ཚོད་བཅུ་གཅིག་ནས་ང་སླེབས་པར་བ་དར་རམ་ས་ལ་ནས་ཅན་དེ་ག་རེ་སླེབས་ཨན་ད་རང་ཞོགས་ཀྱི་རྣམ་འགྲེལ་ཞུ་ནས་ད་གིས་ཆུ་ཚོད་གཅིག་ཕྱིན་གཉིས་ཁུ་ཡ་རགས་སོ་ང་མོ་ར་ནང་ག་ཚོད་ཐུག་ཐུག་ཕྱིན་གཉིས་ཁུ་བ་རེད། དེ་བཞིན་པ་འདི་འདིའི་གནས་དང། དེ་འདྲའི་ཡིན་དུས་བསམ་པ་ལྟར། གཅིག་བོད་ནང་ལོགས་ལ་གནས་ཚུལ་མཁོ་སྒྲུབ་བྱེད་ཡག་གི་འགན་འདི། ད་ནས་ངས་བརྗེད་འགྲོ་གི་ཐང་གི་འདི་ཡ། མི་སྙན་མ་ཡིན་ན་བོད་རྒྱ་འབྲེལ་མོལ་ལས་དོན་ཚོགས། ངས་ཐང་གི་ཞུ་ཡ་འདི་རྩིས་རེད་ད་ངས་འདི་པ་ར་དེ་སྐད་ཆ་མང་དྲག་བྱས། བོད་ཕྲུག་ཁྱིམ་སྡེ་གིས་ད་གསོལ་བ་ཆུང་ཆུང་ཆགས་ནས་ཁ་སང་ངེད་ཅག་ཁོང་ཚོ་སྟེར་ཞིག་སྤར་བ་རེད།

ཧ་ཅང་གལ་ཆེན་པོ་རེད། དཔེ་ཆ་ཡག་པོ་ཡོད་ཁྱབ་པར་མར་བ། དཔེ་ཆ་ཡག་པོ་ཡོད་བ་ཙམ་ཞིག་གིས་མི་གཅིག་གི་སྤྱོད་པ་ཡག་པོ་ཡོད་པ་དེ་ཁྱབ་པར་མར་བ། སློབ་སྦྱོང་བྱས་ཞེས་པ་དེའི་དུས་ཉམས་ལེན་བྱེད་འགོ་དགོས་འདུག་ཨ། དགོན་པའི་ནང་ལོགས་ལ་ཡང་བསླབ་གཡག་མང་པོ་བྱུག་བྱུག་བསླབ་གི་ཡོད་རེད་པ། ཡིན་ནས་འདུག་ཟིན་མ་དོན་ཡོང་དུས་ཚང་མ་ལ་ཡང་ཨ་ནི་སྤྱོད་པ་ཁྱེད་རང་འདི། ངུར་སྨྲིག་དགོན་པས་སངས་རྒྱས་ཀྱི་ནམ་མཚར་གོ་བའི་སྤྱོད་པ་ནང་བཞིན་བྱེད་བྱེད་མ་ཐུབ་པ་འདི་བོ་བྱིས་མ་ཡིན་ན། ཨ་ནི་སྐད་ཆ་ག་ཚོད་བཏབ་ཡིན་ནའི་ཆོ་ཞེས་མི་འདུག་བ་ཉམས་ལེན་བྱེད་མ་ཐུབ་པ་ཡིན་ན། ད་འདིར་མི་ཡིན་གྱི། ཨོ་ད་དེ་འདྲའི་དེ། ངུར་སྨྲིག་དོན་དེ་ཚོའི་སྐད་ད་དེ་འདྲའི་བྱེད་ཀྱི་འདུག་ཟེར་ཡག་གི་གཞན་པ་ལོག་ཡག་གི་གནས་སྟངས་འདི་འདྲའི་ཆགས་མ་སྲིད་པ་རེད་མི་འདུག་བ། ཨ་མ་ལགས་ཚུལ་མཐུན་མ་བྱས་པ་ཡིན་ན། དེ་ཡིན་ཟེར་མ་འདི་ཚོའི་གཟབ་གཟབ་བྱས་དགོས་ཡ་རེད་ཞག་ནས།

སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་དགོངས་པ་རྫོགས་པའི་རྗེས་ལ་ཡང་ཨ་ནི་ཡང་སྲིད་ངོས་འཛིན་བྱེད་ཡག་གི་གནས་སྟངས་འདིའི་སྐབས་ལ་ཨ་ནི་འོས་སྤྲུལ་ཞིག་ལ་གུ་ཡར་ཏཱ་རྒྱ་བོར་མི་བྱེད Candidate རྒྱ་བོར་སྐུ་འཕྲེང་ལྔ་པའི་གི Candidate འོས་སྤྲུལ་བཞི་བྱུང་ནི་འོས་སྤྲུལ་བཞི་ནང་ནས་གཅིག་དེ་ད་ག་སུ་རེད་ཡར་ལུང་དེ་བ་ནས་ཡིན་པ་དང་གཅིག་དེ་སྟོད་ལུང་བྱེད་དེ་མི་ཚང་ག་སྟོད་ལུང་གེ་ག་ས་བ་ཟེར་ཡ་དེ། དེ་ལ་ཡང་ཨ་ནི། གཅིག། བྱེད་ཐིག་བྱེད་ཨ་ནི་འཕྱོང་རྒྱ། སྤེལ་བ་ངོ་ཡོད་ལས་ཀ་མིས་མ་འདང་བྱས་དཀའ་ངལ་འཕྲད་བསྡད་ཡོད་རེད་མིའི་ནུས་པ་དང་ཀླད་པ་གཉིས་ཀ་མ་འདང་ནས་དཀའ་ངལ་འཕྲད་བསྡད། སྡུག་གྱོང་རེད། སྡུག་ཤི་རྒྱལ་པོ་རེད། མ་བྱེད་གོ་བྱེད་བྱས་ན་ཡོང་རྒྱུ་དེ་རེད།
ཧཧཧ། ཁྱེད་ཀྱིས་རྒྱལ་སྤྱིའི་ནང་ལོག་ལྟ་དབུས་གུར་གནས་ཚུལ་དེ་ཤུགས་ཆེན་པོ་ཞུ་ཆགས་ཀྱི་འདུག་བོད་ཀྱི་གནས་ཚུལ་གོ་ཧེཤ་འདྲ་མི་འདུག་ཟེར་ཡ་དེ་འདྲའི་ཡོང་གི་འདུག་བ། དེ་ངས་མཁས་པ་ཡོང་མ་རེད་ལས་ཀ་ཡོད་གནས་ཚུལ་ཁོ་ཕེ་ཁའི་བོད་ནང་ལོག་ལེན་ཡིན་ན་ཨ་ལས་འགུལ་སྤེལ་ས་གི་ས་ཆ་ཞིག་དགོས་ར་བ། ད་ལྟ་ཁྱོད་ནི་ས་ཆ་བཞག་གི་ཡོག་མ་རོག་རྒྱ་ནག་གི་དམ་དྲག་ཅིག། ཡིན་ན་དཔེ་ན་དགོན་པ་གཅིག་ཡོག་བ་ཙམ་གཅིག་གིས་དགེ་འདུན་པ་མང་པོ་ཞིག་ཡོང་གི་ཡོག་རེད། དགེ་འདུན་པ་དེ་ག་ས་ཡོག་བ་ནང་བཞིན་ཅིག་དགེ་འདུན་པ་སྐུ་ཡི་གཟུགས་ག་ཚོད་ཡོད་པ་ནང་བཞིན་ཅིག་ནི་གྲོགས་པོ་དེ་ག་ས་མང་པོ་ཡོག་རེད་བ། ཨ་ནི་དེའི་ཁ་ནང་ལོག་ཅིག་བླུག་དགོ་གི་ཡོག་རེད་བ་དུག་ལོག་ཅིག་གོན་དགོ་གི་ཡོག་རེད་བ་དེ་ཚོ་ཚང་མ།

ཁྲལ་བསྡུ་ཡོང་འབབ་ལས་ཁུངས་ཀྱིས་ཡོང་འབབ་ཀྱི་ཁྲལ་བསྡུ་ལས་ཁུངས་ཀྱིས་ཀོ་རོར་བཅུ་དྲུག་ཉེས་ཆད་ཕོག་རེས་བྱས་ནས་ནོར་ཏིས་ཀྱི་འབྱོར་ཚར་སོང། ཡིན་ནའི་འདི་གང་ལ་ང་ཚོ་ལྟར་མི་ང་ཚོས་ཐབས་ཤེས་བྱེད་དགོས་པ་དེ་ང་ཚོས་བྱེད་ཀྱི་རེད། གང་དག་གིས་དཀའ་ངལ་འཕྲད་བསྡད་ཀྱི་ཡོད། འཆར་གཞི་སྒྲིག་སྟངས། དངུལ་གང་ནང་ལ་ཉར་སྟངས། དངུལ་བུན་ལོན་སྤྲད་སྟངས། ཁེ་སར་རང་ད་ཞུས་པ་ཡིན་ན།

དེ་ཡིན་དུས་ས་པ་ཨ་རིས་བོད་ཀྱི་ཐོབ་ཐང་ལ་ད་ཁར་ཐུག་ལེན་ཡག་གི་ནུས་པ་ཡོད་མེད་དེ་སོ་སོར་རག་ལས་གི་རེད་བ། དེ་ཡིན་དུས་སྔས་མ་ཡིན་དུས་ཨ་རིར་བརྒྱ་ཆ་ལྔ་རེད། ད་དེ་ནས་ང་སླེབས་ནས་ཟླ་བ་ཁ་ཤས་ཅིག་རྗེས་ལ་ཡང་ཁོང་ཚོས་བརྒྱ་ཆ་གཉིས་སྤར་རོགས་བྱེད་ཟེར་དམ་དེ་ང་ཚོ་སྤར་བ་རེད་ག་རེ་ཟེར་ན་དངོས་ཡོད་གནས་སྟངས་ཀྱི་ཐོག་ནས། ཚོགས་པ་གཞན་པ་ད་ལྟ་ང་ཚོ་ཁེ་ན་དྲ་ལ་ད་གལ་སྲིད་དེ་གསན་ཡོད་ན་རེད་ད་སྐད་ཆ་ད་ལྟ་དྲི་བ་དྲིས་མཁན་དེ་སྐད་གསང་གི་དོ་སྣང་ཚང་མ་སྤྲད་ཡོད་ན། ཁེ་ན་དྲ་ནས་ང་ཚོ་རོགས་པ་བྱེད་རག་གི་ཡོད་རེད་ཤེས་རིག་ལས་ཁུངས་ལ། འདིའི་གིས་ཚོགས་པ་འདི་ལ་བརྒྱ་ཆ་ཉི་ཤུ་རྩ་དྲུག་དང་ཕྱེད་ཀ་སྤྲད་དགོས་ཡོད། སྒོར་མོ་བརྒྱ་ནང་ལོགས་ནས་སྒོར་མོ་ཉི་ཤུ་རྩ་དྲུག་དང་ཨ་ན་རྒྱལ་ཁོ་ཚོའི་གི་འཛིན་སྐྱོང་གི་ཆེད་དུ་ལེན་གི་ཡོད། ང་ཚོ་ཚུའི་ར་ཡ་འདི་སྒོར་མོ་བདུན་བདུན་ཅུ་འདོན་བཞིན་དང་ཨ་ན་རྒྱལ་འདི་ང་ཚོ་རག་གི་ཡོད་འདོད་དང་ཡང་ཤེས་རིག་ལས་ཁུངས་ཀྱིས། ད་འདི་དང། བོད་ཀྱི་ཐེབས་རྩ་བསྡུར་བ་ཡིན་ན་ཞེ་དྲག་ཆུང་གི་རེད། དེ་དང་བོད་ཀྱི་ཐེབས་རྩ་སྔས་མ་བརྒྱ་ཆ་ལྔ་ཡིན་པ་འདི་གཉིས་སྤར་བར་བྱེད་སྲིད་ད་བར་བདུན་བཟོས་པ་རེད། བདུན་གང་ལ་ངས་བརྒྱ་ཆ་དགུ་ལག་པ་ཡོད་དེ་ག་རེ་བྱས་ན་བརྒྱ་ཆ་གཉིས་གཅིག

ངའི་གྲངས་ཀ་ཐོངས་པར་བྱས་ཡོད་པ་བྱས་པ་ཡིན་ན། ཐཱན་དགོན་སྡེ་ཁག་ཉིས་བརྒྱ་དགུ་བཅུ་གོ་གཉིས་ཆོས་རིག་ལས་ཁུངས་འགོ་བ་ལ་ཡོད་རེད། དེ་ཚོའི་ནང་ལ་ད་ལྟ་བར་དུ་བྱས་པ་ཡིན་ན་ཁྲི་བཞི་ལྷག་བཞུས་ཡོད་རེད་གྲྭ་བཙུན་སྔགས་གསུམ། ད་ཐཱན་ཐེངས་དང་པོ་བཞི་ཁྲི་ནས་མ་བབས་སོ། སུམ་ཁྲི་དགུ་སྟོང་ཟག་ས་ཞིག་སླེབས་ཡོང་གི་འདུག་ད་སྔས་མ་ཁྱང་ཚོ་གསན་ཡོད་ཀྱི་རེད་ངའི་དགོན་སྡེ་ཁག་ནང་ལོགས་ལ་ཡང། ནཱན་ཅིག་བསྒྲུབ་བྱ་འགྲོ་བ་དེ། བརྒྱ་ཆ་དྲུག་ཅུ་རེ་དྲུག་ཧི་མ་ལ་ཡ་རི་རྒྱུད་ཆགས་ཀྱི་འདུག། བརྒྱ་ཆ་སུམ་ཅུ་སོ་གསུམ་བོད་པ་བྱས། སྟོང་དང་བཞི་བཅུ་ཚ་ཟེར་ནའང་ནས། བརྒྱ་ཆ་གཅིག་དེ་སོག་པོ་དང་བོད་རིགས་མ་ཡིན་པ་ཧི་མ་ལ་ཡ་མ་ཡིན་པ་དེ་འདྲའི་ཆགས་ཀྱི་འདུག་ཟེར་ནས་ཞུས་ཡོད་རེད། ད་ཉེ་བའི་ཆར་ཁ་སང་ཤི་ལི་ཝུན་ཁ་སང་ངམ་བོད་ཀ་ཡ་མ་ཞིག་དངུལ་ཟེར་གྲངས་ཐོ་ཅིག་ཁྱེར་ནས་ཡོང་བ་རེད་ད་འདས་ཀྱི་གྲངས་ཐོ་དེ་བལྟས་ཡོང་དུས། གྲྭ་བཙུན་གྱི་གྲངས་ཀ་དེ་ཁྲི་ཞིག་གི་བར་ལ་མ་ཟ་ཟ་ཤ་ཐེངས་དང་པོ་དེ་གཅིག་བྱས། གཉིས་པ་དེ་ཧི་མ་ལ་ཡའི་རི་རྒྱུད་ཀྱི་བརྒྱ་ཆ་དེ་ད་བདུན་ཅུ་ཟེར་ཆགས་འགྲོ་གི་འདུག། དུས་མཇུག་ཆ་ད་དྲུག་ཅུ་རེ་དགུ་དང་ཕྱེད་ཀ་ཟླ་ནས་འགྲིག་གི་འདུག་ཨ་ནི་བོད་པའི་གྲངས་ཀ་དེ་བརྒྱ་ཆ་གཉིས་ས་དགུ་དང་ཚ་ཞེས་བྱ་གི་འདུག་ཨ་ནི་བརྒྱ་ཆ་གཅིག་དང་ཕྱེད་ཀ་ཞིག་ད་ཧི་མ་ལ་ཡ་མ་ཡིན་པ་བོད་པ་མ་ཡིན་པ་རེད་དེ་བྱེད་དུས་ད་བོད་པ་དགེ་འདུན་པ་གསར་པ་འཛུལ་མཁན་མེད་པ་དང་ཨ་ནི་ཁ་ཟུར་ད་ངེད་མ་ཡོད་དེ་ངེད་ཚོ་ཡང་མ་ད་རྒྱ་བྷ་གུ་ཡེ་ནས་རེད་དོན་འགྲུབ་མཁན་དེ་ཚོ་མང་མང་མང་ཕྱིན་རྗེས་ག་ད་དགོན་སྡེ་ཁག་འདི་ག་ཚང་མ་ནང་ལོགས་ལ་བོད་པ

ཐང་གའི་ཀུ་རེ་སྤྱི་འཐུས་གཞན་པ་གཅིག་དྲི་བ་འདི་བཏང་པའི་ཐོག་ནས། ད་ལྟའི་གི་གནས་བབ་ལ་ལོ་གཅིག་ལས་ཆེ་ག་མ་གཏོགས་ལྷག་མི་འདུག་བཀའ་བློན་འོས་མི་ཚོ་ཡིན་པ་ཡིན་ནས། ཨ་ནི་སྐབས་གཅིག་གང་ཙང་གནང་ཡང་གི་འདོད་པ་ཡོད་པ་དེ་འདྲ་ཡོང་སྲིད་གི་རེད་ད་ལྟ་འོས་མི་ཡོད་པ་དེ་ཚོ་གས་མ་བཏོན་ལས་ཆེ་གསུངས་སོང། ཨ་ནི་ལས་དོན་གི་འབྲེལ་བའི་ཐོག་ནས་ད་ལོ་གཅིག་ལས་ཆེ་ག་མ་གཏོགས་ལྷག་མི་འདུག་ཚང་པ་ལ་ཨ་ནི་ད་རིང་བཏོན་ཡང་གི་ཆ་ཞིག་མེད་བྱས་ནས། འདི་གསལ་པོ་བྱེད་ནས་ཞུ་གི་ཡོད། སྤྱི་འཐུས་རྣམ་པ་ཚོས་གི་ད་ལྟའི་དུས་ཚོད་ལ་ནི་དཀའ་གི་མི་འདུག་བཞིན་བཞིན་འདི་གཙང་མ་བཟོས་ཚར་བ་རེད་དམ་བཅའ་ཕུལ་ས་ཡོད་ཡོད་པ་རེད་བཞིན་འདི་གསལ་པོ་བྱེད་ནས་ཞུ་གི་ཡིན། མང་ཚོགས་ཀྱི་གསུང་གི་ཡོད་པ་ཡིན་ན།

ཞུ་བྱས་ནས་ཚོགས་གཙོ་གཞོན་པ་གི་ཐོག་ནས་ཨན་དོན་ཚོ་ང་ཚོ་བཀའ་བསྡུར་ཞུ་གི་ཡིན་སྤྱི་དང་མི་མང་གི་སྙན་སེང་ཞུ་ཡ་དེ་གས་རིགས་དེ་ཨ་ནི་གྲོས་ཚོགས་འཐུས་མི་རེད་ང་ཚང་མའི་མ་མཁྱེན་པ་ཅིག་ཙང་རང་ནས་ཆགས་ཡོད་མ་རེད་ཨ་ནི་གསར་འགོད་གསལ་བསྒྲགས་གནང་སོང་དེ་ནང་བཞིན་གི་ཨ་ནི་མི་མང་གི་ཞུ་གཏུག་ཡོ་རྒྱུགས་གི་ཡིག་ཆ་དེ་གས་དེ་ཡིན་ན་ཆ་ཚང་ང་ཚོ་མི་རེ་ངོ་རེ་ལ་རག་དེ།